ང་ཚོ་བཙན་བྱོལ་གྲོས་ཚོགས་ཚུགས་ནས་ལོ་ཡུན་འདིའི་རིང་མི་ཡ་ད་ཕྱི་ལོ་དེ་ལ་པར་འདྲ་ཡོད་དེ་དེ་རེད་ཉིན་རྗེས་ད་མི་རུབ་ད་མི་མང་པོ་གཅིག་ད་འདས་ཚར་རེད་ཚང་མས་ཧུར་ཐག་པར་ཐག་བྱས་རྗེས་ད་མི་ཚེ་རྫོགས་ནས་མི་དེ་གསོན་པོ་གནས་ཡོད་མ་རེད་དེ་ཡིན་ནའི་དེའི་ཐད་ཀྱི་དཀའ་ལས་རྒྱལ་བའི་བྱས་རྗེས་ཉིད་དེ་འདས་ཡོད་རེད།

ད་ག་འདྲ་མི་ཚེ་མང་རྫོགས་ཚར་རེད། ད་མི་ཚེ་ཁྲོད། ད་ལོ་བཅུ། བཅོ་ལྔ་ཉི་ཤུ་སྡད་ཀྱི་ཡོད་འགྲོ་ད་དེ་མ་དེ་དེ་ཙམ་རེད། ད་ག་འདྲ་ཁྱེད་རང་ཚོ་མི་རྡོ་མི་རུབ་གསར་པ་ལོ་གཞོན་པ་དེ་ཡིན་ཏེ་ད་འགན་ཁྱེར་ཡག་དུས་ཚོད་རེད་ད་འདུག་ཏེ་འགན་ཁྱེར་གི་ཡག་རེད་ཨ་ཚང་མས་ཁུ་ཐག་ཆེར་བ་བྱེད་ད་ང་ཚོའི་འཐབ་རྩོད་དེ་ལས་སླ་བ་གན་མ་རེད། ག་འདྲ། ཞེ་ཕུག་ཅིག་གི་ད་འཛམ་བུ་ནི་སྤྱི་ཡོངས་ཀྱི་ཐང་ནས་ཡིན་ནའི།

བོད་པའི་ཧམ་པ་ཚ་དྲགས་སོང། བྱེད་སྟངས་མི་མཁས་པ་བྱུང་སོང་ཟེར་ནས་བཤད་ཡ་མེད་བསྡད་པ་ཞིག་ཀ་རེ་གལ་ཆུང་འདུག་འདི་བྱུང་ན་ང་ཚོ་བདེན་པའི་བདེན་རྒྱབ་སྒོ་མུ་མཐུད་འབྲེལ་གི་རེད། ལྷག་པར་དུ་རྒྱ་རིགས་མི་མང་ནང་ལོགས་ནས་ང་ཚོ་བདེན་རྒྱབ་དེ་ད་འདས་པའི་ལོ་ཁ་ཤས་ཀྱི་ནང་ལོགས་ལ་བྱེད་ཅི་བྱེད་ཅི་འདོད་བསྡད་ཀྱི་འདུག་ས་དེ་འདྲ་ཡིན་དུས་ད་དེ་ཡང་ཚང་མ་ལོག་ཕྱོགས་ཡོངས་ཀྱི་གནས་ཚུལ་གཟིགས་པའི་ཐོག་ནས་འབད་རྩོལ་བྱ་ཡ་རེ་གལ་ཆེན་པོ་རེད་སོ་སོའི་འདོད་དབང་རྐྱང་རྐྱང་གི་ཐོག་ནས། ཅིག་ད་དེ་ལྐོག་རེད་ཟེར་ནས་ལོ་ཤོག་གཅིག་པོ་འདི་སོ་སོ་སྒེར་གྱི་ཐོག་ནས་མིན་ད་གཏམ་བརྗོད་རང་རེད་ག་ཞིག་ནས་ཁྱད་གི་མི་འདུག་ད་ངོ་གཏོགས་ལག་ལེན་ཐོག་གླེ་དེ་ཁྱང་དུ་དེ་གྲོས་ཚོགས་མི་ཚོགས་མི་ད་མང་དགུ་བྱོ་རེད་ཁྱང་ཚང་པོ་ལོག་རེད་ད་གང་ད་དངོས་ཡོད་གནས་ཚུལ་རན་པ་ཅིག་ད་གང་ད་ཅིག་འཕྲལ་ཕུགས་རྒྱང་གསུམ་ད་བོད་རྒྱ་ཆེ་མི་མང་ས་ཡ་དྲུག་ཡ་ད་གང་ད་གྱོང་མ་རག་པ་ཅིག་ད་དེ་དཔེ་གལ་ཆེན་པོ་རེད་བོད་རྒྱ་ཆེ་མི་མང་དེ་དེ།